དེ་ལ། གང་རྗེས་འཛམ་བུ་གླིང་གི་མང་གཙོའི་རྒྱལ་ཁབ་ནང་ལོ་ལ་ཆོས་དད་སྲིད་མཉམ་འདུ་ལ་མི་འདུ་བ། སྲོང་བཙན་དེ་ཚོ་མིག་དཔེ་ཡར་བལྟ་བྱེད་བྱེད་ནས་མགོ་ཡར་མི་འདུ། སྐུ་ཞོ་རྡོ་རྗེ་ལགས་ཀྱི་ཕ་འདྲེ་ཤེས་སྐྱོན་གནང་བ་དང་ཁེ་ས་གནས་ཆུང། ཆོས་རྒྱལ་ཆེན་པོ་མཆོག་གིས་ནི་བཀའ་ལུང་ཕེར་བ་འདི་ང་ཚོས་ཀྱི་ཧ་ལས་པས་ཀྱི་དོ་སྣང་བྱེད་འདི་ལ་ཐུགས་སྣང་བྱེད། འདི་ལ་ང་ཚོས་ཚང་མས་ཀྱི་ད་ཕ་རྒྱུད་སྐུལ་གང་མང་མ་བྱེད་དགོས་ད་དེ་དེ་ཤེས། དེ་ལ། གང་རྗེས་འཛམ་བུ་གླིང་གི་མང་གཙོའི་རྒྱལ་ཁབ་ནང་ལོ་ལ་ཆོས་དད་སྲིད་མཉམ་འདུ་ལ་མི་འདུ་བ། སྲོང་བཙན་དེ་ཚོ་མིག་དཔེ་ཡར་བལྟ་བྱེད་བྱེད་ནས་གོ་ཡ་མི་འདུག། བཀའ་ལུང་ནང་ལ་ཕེབས་ཡོད་པ་དེ་དེ་བཞིན་བཀའ་ལུང་ནང་ལོ་ལ་ཡོད་པ་ད་འདི་བཀའ་ལུང་སུ་ལ་ཕེབས་དོ་འོ་འདི་ཚོ་གི་ཧ་ལས་པའི་གི་ད་སུ་སུའི་གི་ངན་པ་འདི་ད་ད་ནས་ཚར་མ་བཅོས་པ་ཡིན་ན་ཨ་ནི་བཀའ་ལུང་ཕེབས་དོ་ད་ད་སྐུ་ཤོ་རྡོ་རྗེ་ལགས་གི་འདི་གསལ་བཤད་འདི་ནང་ལོ་ལ་ད་ད་གཅིག་པོ་མ་རེད་དོ་དེ་སྔ་ནས་གནས་ཆུང་ཆོས་རྒྱལ་ཆེན་པོ་མཆོག་གི་བཀའ་ལུང་ཕེབས་ཚར་དོ་ད་ད་བཀའ་བརྒྱུད་གི་སྤྱི་འཐུས་གཅིག་བྱས་ཨ་གྲོས་ཚོགས་གི་ཚོགས་གཙོ་ཁོ་རང་ལ་ཨ་ནི་འདུ་བྱེད་ཕ་བཀའ་ལུང་ཕེབས་གནང་དོ་སོང་ཚར་ད་གང་བྱས་ཨ་ནི་ལྷ་ཆོས་སྐྱོང་སྲུང་མས་གི་འདི་ག་ཅིག་གསུང་ཡོང་གི་ཡོད་དོ་ག་ནི་འདི་ང་ཚོ་ཚང་མས་གི

ཆུ་རྒྱུས་ཀྱི་སྤྱི་ཐེ་དེ་ཚོས་ཆུ་པ་མི་རུ་བ་མིས་ཀུན་ཚབ་རུ་བ་དེ་འདྲ་ཡིན་པ་མཚོན་ཙང་མང་གཙོ་གི་འགྲོ་ལུགས་དང་མཐུན་དུ་ཡོད་རེད་མང་གཙོ་གི་འགྲོ་ལུགས་དང་མི་མཐུན་པ་དེ་ག་རེ་རེད་ཟེར་བ་ན། སྐུ་རྟེན་དེ་ཚོས་བེད་སྤྱོད་བཏང་ནས་གི་གི་ལྷ་དེ་ཚོས་བེད་སྤྱོད་བཏང་ནས་གི་གི་དེ་འདྲའི་ཆབ་སྲིད་ནང་ལུགས་ཀྱི་གི། མི་གཞན་པ་དེ་ཚོས་ནག་པོ་བཟོས་པ་ཡིན་ན། ལྷ་དབང་ར་ལས་ཆགས་ཀྱི་ཡོད་རེད་རྒྱ་གར་ཡིན་ན་འདྲ་གི་འདུག་མང་གཙོ་རྩ་ཁྲིམས་ནང་ནས་གི་གི། མཐུན་གྱི་ཡོད་མ་རེད། ལྷག་པའི་ཆུ་བཏང་ནས་གོས་མི་ནག་པོ་བཟོས་པ་ཡིན་ན་རྒྱ་གར་ཡིན་པ་ཡིན་ན་ཁྲིམས་ཆད་ཕོག་གི་འདུག་དེ་འདྲ་རེད་ཡིན་པ་ཡིན་ནའང་མི་འདི་ཚོས་དེ་ཁོ་རང་ཚོ་ལ་འདོད་པ་མེད་པ་ཡིན་ན་ཁོ་རང་ཚོ་ཁེ་ཕན་དང་མ་མཐུན་པ་ཡིན་ན་ཆུ་ལ་དགའ་བ་བརྒྱ་དང་དགེ་འདུན་པ་ལ་དགའ་བ་བརྒྱ་སྤེལ་ཏེ་ཐེ་ཚོམ་ཁོ་རང་མི་འདུག་ཁོ་རང་ཚོའི་འདོད་པ་དང་མཐུན་པ་ཡིན་ན་ད་ལྟ་ནན་ཆུང་སྐུ་དང་དེ་ཚོ་ཡིན་གཅིག་མིན་གཉིས་བརྩི་དགོས་རེད་འདུག་ཨོ་ཁེ་ཆ་ཞིག་གི་འདུག་ངོ་ནས་ཧ་ལས་ཤིག་མ་རེད་བས།